གོ་སྐབས་རབ་གཉིས་ཁོ་ཡབ་དེ་འདྲ་ཆེན་ལགས།
བར་ལམ་གཅིག་ནས་ད་སྐུ་མདུན་གྱིས་བཀའ་གནང་ཡ་གཅིག་ནང་ལོ་སྐུ་མདུན་དགུང་ལོ་བརྒྱ་དང་བཅོ་གསུམ་ཟིན་བཞུགས་ཀྱི་ཡིན་ཞེས་བཀའ་ཕེབས་སྐོར་རེད་ད་ཕྱོགས་གཅིག་ནས་ད་འདི་དངོས་གནས་ང་ཚོ་ལ་བོད་པའི་ངོས་ནས་བཤད་ན་སྐལ་བ་བཟང་པོ་རེད་ཡིན་ན་ཡང་ཕྱོགས་གཞན་དག་གཅིག་ནས་ལྟ་བ་ཡིན་ན་ད་སྐུ་མདུན་གྱིས་ང་མེད་བའི་དུས་ཚོད་དེ་ཤར་རེད་འགྲོ་ཡར་ད་རང་ཚོད་ཀྱིས་གྲ་སྒྲིག་བྱེད་དགོས་རེད་ལ་དེ་འདྲས་ཀྱི་གོ་བ་ལེན་ངེས་འགྲོ་འདི་ཚོའི་ཐོག་ལ་ད་ང་ཚོ་ང་ཚོ་བོད་པའི་ངོས་ནས་གྲ་སྒྲིག་ཡིན་ནའི་རེད། ད་ཅི་ག་རེ་གཟབ་གཟབ་གནང་དགོས་དེ་ག་རེ་གཟིགས་འདུག། ད་ད་ང་ཚོའི་གི་རྒྱབ་ལོག་ཡོད་རྒྱུ་གི་སྐུ་མདུན་གི་བཞུགས་གནས་དེ་ཡིན་ན། ཀུན་འདུས་རྟ་དརམ་ས་ལ་ཐོག་མ་བཞུགས་ས་དེ། ཆ་དེ་ཡོད་རེད། ད་དེ་རིགས་སྐོང་བ་འདི་ལ་ལྟ་ཅིག་རྒྱུད་རིང་པོ་བཅུ་ནས་ཕེབས་དུས་ཙམ་པ། ཐུགས་སྲོག་ག་འདྲེ་རུ་བྱུང་ཡིན་ན། ལོ་ག་ཤས་ཀྱི་སྔན་ལ། ད་ལྟ་ཁ་སར་བས་ནས། ཀུན་འདུས་མཛད་རྣམ་ཞིག་ད་ལྟ་རོ་ལི་པུག་ཟེར་མཁན་དེ། བཏོན་པ་རེད། དེ་དུས་ཡང་ཁོང་ཚོས་ང་དེ་བད་དེ་བཅས་སྐད་ཆ་དྲིས་སོང་ཨ། བྱས་ནས།

བྱས་ནས་ད་ལྟ་ངས་ད་ཅི་ཞུས་ནང་བཤད་རེད། དེ་ད་ལྟ་གཟིམ་ཆུང་གཙོ་བོ་དེའི་མདུན་གྱི་བྷེ་རན་དཱའི་གི་ད་ལྟ་ཞྭ་ལ་དང་དོ་ཟ་ཁང་བུ་རྙིང་པ་ཁོ་ར་རང་ཅག་རེད་བྱས་ན་ཁང་པ་དེ་ད་ལྟ་རྙིང་པ་ཁོ་ར་རེད་བྱས་མ་ཐག་བཟོ་བཅོས་ག་གེ་བརྒྱབ་མི་འདུག་ལོང།
དེ་ལ་རེད། དེ་ནས་ད་སོ་ཨ་ཤི་རམ་དེ་ལ་ད་ཅིག། སྐུ་ངོས་ད་བསླབ་གྲྭ་ཐོན་པའི་རྒྱུ་ལ་དེ་ནས་བྱ་ལས་གནང་ཡང་འགོ་བཙུགས་ཡིན་ཟེར་བ་ལ་ཡུན་དུས་ཙམ་པ། ད་དེ་ལ་ཕེབས་དུས་སྐུ་ངོས་ཐོག་མར་ཕྱག་ལས་གཙོ་བོ་དེ་གར་གནང་གི་ཡིན་ན། ང་དང་པོ།
མི་ཀ་ཤི་རི་ལི་ཡ། ལ་རེད།
ཨིན་འབྲུ་ཆན་ཞེས་པ་ཞིག་ཞུ་གི་ཡོད། ལོང་ལོང།
ཆན་ནི།
ད་ད་ལྟ་ཡིག་ཚང་ད་ལྟ་ཀླད་ཡ་དོ་ཚོ་གང་དགོས། བོད་ལམ་འགྲོ་རང་རེད་ད། ང་ཡང་ཡིག་མི་དགའི་ཤི་ཁྲིད་ལ་ཡང་ཞབས་ཕྱི་ཞུས་བསྡད་པའི་སྒང་ལ། དེའི་ཡིག་ཚང་ལ་ཡང། ཨིན་ཇི་ད། ཨིན་ཀྲུག་སོར་བཅས་ཞབས་ཕྱི་ཞུས་ནས་ངས། དེ་ཡོད་པ་ཚང་མཛོད་ཚང་རབ་བརྟན་ལགས་ཡོད་པ། རབ་བརྟན་ལགས་དུས་དུས་ཀྱི་ཕྱག་ལས་གནང་གི་འདུག་ཨ། རབ་བརྟན་ལགས།

སུ་ཨཱ་ཤྲཱམ་ལ་ཐོག་མར་ཀུན་འདུས་བཞུགས་པའི་སྐབས་དེའི་གནས་སྟངས་དེ་ཡིན་ན། ད་ཅིག་ཕྱོགས་གཅིག་ནས་ད་ནི་བོད་ས་ཤོར་རྗེས་ད་དཔེར་དེ་གནས་ཚུལ་ཛ་དྲག་ཅིག་གི་གནས་སྟངས་ཅིག་རེད། ཕྱོགས་གཞན་ད་ཅིག་ད་ནི་ཡང་ང་ཚོ་བཙན་བྱོལ་ན་གཞི་ནས་ད་ཅིག་གོམ་པ་བཙུགས་དགོས་འདུག་ད་མགོ་འཛུགས་དགོས་ཀྱི་དུས་ཚོད་ཅིག་རེད། སྐབས་དེ་དུས་ཙམ་པར་ད་ཅིག་སུ་ཨཱ་ཤྲཱམ་ནང་ལོ་གནས་སྟངས་འགྲོ་དེ་ག་འདྲི་རུ་འཇུག་ཡོད་རེད་ཀུན་འདུས་ཀྱི་ད་ཉི་མ་ཉི་མ་གཙོ་བོ་ག་རུ་གནང་གི་ཡིན་ན། དོན་གཅིག་ངས་རོབ་ཏུ་ཞུས་པ་ནང་བཞིན་རེད། བཙན་བྱོལ་ལ་ཆིབས་བསྒྱུར་གནང་ཚར་ཟེར། དེའི་སྐབས་དེ། ད་བོད་མི་བྱིངས། ད་ག་ད་བོད་མི་ཚང་མའི་གནས་སྟངས་དཔེ་སྐྱོ་པོ་རེད་བ། ཁག་པོ་རེད། ལུང་པ་གསར་བ་བྱས། ཨ་ནི། ང་ཚོ་རྒྱུས་ཡོད་ནི་ཡོད་མ་རེད། བྱས་ནས། ཕྱོགས་གཅིག་ནས་བསམ་དུ་འདོད་གི་ནི་དེའི་སྐབས་ལ། སྤྱིར་བཏང་ང་ཚོ་བོད་པ། བོད་མི་ཚང་མ་ཡི་རེད། ལྷག་པར་དུ་སྐུ་མདུན་ནས་ད་ཅིག་སྐུ་ལས་ཞི་བོ་བསྐྱོན་ཡོད་རེད། ངས་དྲན་པ་ཁོ་ར་ལི་ཡ། བཏགས། དང་པོ་དེ་ཡིག་ཚང་བཅའ་ཚགས་སེ་ཐི་ངལ་ཡ། དེ་ག་སོགས་རེད་རྒྱ་གར་སྤྱི་བསྒྱུར་ནང་ད་ལོ་ཉེར་གསུམ་ཆེན་ཚར་རེད་རེད་ཨ་ནི། དེ་ག་སོགས་རེད། རྒྱལ་ཚོགས་ལ་ཡ་འབོད་སྐུལ་གནང་ཡ་ད་དེ་ཚོ་གང་བོ་ལེའུ་གཅིག་ཚགས་འདུག་ག་ང་དེ་སླད་དུས་མུ་མཐུད་ནས་རྒྱལ་ཚོགས་ལ་ཡ་འབོད་སྐུལ་གནང་ཡ་ད་དེ་འདྲ་བྱས་ཨ་ནི་དེའི་རྗེས་ལ་དྲུག་ཅུ་རེ་ལྔའི་ལོ་ལ་ཡ་ཡང་བསྐྱར་དུ། རྒྱལ་ཚོགས་ནང་ལ་ཡ་བོད་དོན་ཐོག་ལ་ཡ། གྲོས་ཆོད་བཞག་ཅི་ད་བྱེད་ཨ་གི་ད་དེ་ཚོའི། ཕྱག་ལས་ཀྱི་ལས་འགུལ། ཁག་མང་པོ་བྱས་ཨ་ནི་དེ་ནས། རྒྱ་གར་ནང་གཞི་ནས་ད་ད་ད་ང་ཚོ། སླབ་གྲ་ཁག་ད། གཞིས་ཆགས་ཁག་ད་དོ་ཚུགས་ཀྱི་ཡོད་རེད་པ། ལ་རེད། ད་དེ་ཚོའི་ཐོག་ལ་ཡ།
གཅིག་ནས། དེ་ག་སོ་རེད། སླབ་གྲ་ད་གཞིས་ཆགས་ཚུགས་ཚར་བ་དེ་ཚོ།

ད་གང་ལྟར་དེ་དུས་ཀྱི་ཅིག་གར་སོ་རེད། གནས་སྟངས་ཡང་སྐྱོ་བོ་རེད་ལ། ཨ་ནི་འབོད་སྐུལ་གནང་སྐུ་ལས་སྐྱོན་དུས་ཀ་ནས་གར་སོ་རེད་དེ་སང་དང་མི་འདྲ་གི་དེ་དུས་ད་ལྟ་གར་སོ་རེད། རྒྱ་གར་གྱི། ད་འབྲེལ་ཡོད་བློན་ཆེན་ཁག་འགའ་ཤས་ཀྱིས། བོད་པའི་སྐོར་ལྟ་དེ་འདྲའི་རྩ་ནས་ཤིང་གི་སྐོར་མི་འདུག་ག། ཨ་ནི། གཞིས་ཆགས་ཁག་འདྲ་མི་འདྲ་དེ་འདྲ་ཡོད་དུས་ག་ནས་ད་ཀུན་ཏུའི་གནས་ནི། དེ་གཞིས་ཆགས་དེ་ཚོ་ཚུགས་སའི་ཡུལ་གྱི་མངའ་སྡེ། གཅིག་སྤྱི་ཁྱབ་བློན་ཆེན་སོགས་དེ་འདྲའི་ད་དུ་ཚོ་ལ་ཡ་མཇལ་འདྲའི་གནང། ཨ་ནི་གཅིག། བོད་མི་ཚོའི་ཐོག་ལ་ཡ་སྐྱབས་འཇུག་ཞུ་ཡ་དུ་ཚོ་འབོད་སྐུལ་གནང་ཅི་ད་གནང་དུས་ག་ནས།

དངོས་གནས། རྒྱབ་སྐྱོར་དང་དོལ་ཚོགས་དང་དངོས་གནས་བྱས་ན་ཧང་སང་ཡང་རེད་བཤད། ད་ལྟའི་ཆ་ལས་ཤུགས་ཆད་མེད་དུ་སོང་གི། དེ་དུས་རྒྱ་གར་རྒྱལ་ཡོངས་ཡོངས་གྲགས་རྒྱ་གར་གྱི་ད་དབུ་ཁྲིད་མི་ཚང་མས་ཅིག་ག་སོ་རེད། ཅིག་ཡག་བལྟ་ས་ཟེར་ནས་མི་འདུག་ཡིད་གཞི་བྱེད་སའི

པའི་ཤུགས་ཆེན་པོ་གསུངས་འདུག་ད་དེ་ནས་དེའི་རྗེས་ལ་ཨ་མའོ George Fernandez ད་རྒྱུ་བ་མེད་པ་པའི་མེ་སི་ཀའི་བོད་དོན་ཐོག་ལ་ཡང་ད་འོ་ད་དེ་དུས་འགོ་སྟོད་དུ་བ་བོད་དེ་རྒྱ་གར་རྒྱལ་ཡོངས་ཀྱི་རྒྱ་གར་རང་ནང་ལ་ཡང་ད་ཅིག་སོ་སོའི་རྒྱལ་ཁབ་ཀྱི་དབུ་ཁྲིད་ཞེས་པ་ངོས་འཛིན་བྱེད་མཁན་དེ་ཚོ་མཚན་སྙན་གྲགས་ཡོད་མཁན་དེ་འདྲ་གི་བོད་དོན་ཐོག་ལ་ཡང་བོད་དེ། རྒྱབ་སྐྱོར་ཤུགས་ཆེན་པོ་གནང་དེ་དུས་གཅིག་སེམས་ཁུར་རུ་ཞུ་ཐལ་བྱུང། དེ་ནས་བལྟས་ས་སྐྱོ་ཆེན་སོང། སྐྱོ་ཆེན་བདེ་ཆེན། ཡིན་ནས་ད་གང་ལྟར་དེ་དུས་ད་ལྟ་ངས་གཙོ་བོ་ཞུ་ཡ་དེ་ཡིན། དེའི་སྐབས་དེར་དུས་ཚོད་ཁག་པོ་བྱས། ནི། ཅིག་ཁ་སོ་རས་བོད་དོན་ཐོག་ལ་སྐུ་ལས་སྐྱོན་ཅིག་གནང་དུས་ག་ནས་དངོས་གནས་ལས་སླ་པོ་ཙང་བྱུང་ཡོག་མ་རེད་ལ། ཡིན་ནས།

ད་རྒྱལ་ཡོད་བློན་ཆེན་འགའ་ཤས་ད་ད་ཡོང་གི་རེད་བ་མི་ཁ་འགའ་ཤས་ཅིག་ད་གཙོ་བོ་སྲིད་བློན་ཡིན་ནའི་ད་དེ་འདྲའི་ཆིག་གིས་ད་བོད་དོན་ཐོག་ལ་ཡར་སྲིང་གུ་རུ་བལྟས་བྱས་བཞིན་གི་ཡོད་ན་དེ་རེད་མ་གཏོགས་བློན་ཆེན་ཁ་འགའ་ཤས་ཀྱི་ཚོམ་ཚོམ་ཁྱོད་ནས་འཚོ་བ་སྐོར་མཁན་མི་འདུག།

དབུས་གཞུང་རང་གིས་ད་ག་ཟོ་རེད། རྒྱབ་སྐྱོར་ཤུགས་ཆེན་པོ་ཡོད་ཙང་ཨ་ནི་གཞིས་ཆགས་བསླབ་གྲྭ་དག་ད་ལྟ་ང་ཚོའི་རིག་གཞུང་ལྟེ་གནས་ཁག་དང་དུ་ཚོགས་གང་དགོས་གཙུག་ཡ་ལས་རྒྱབ་སྐྱོར་གནང་ཡོད་རེད། ཨ་ནི་འགྲོ་སོང་ཐོག་ལས་མི་རྒྱབ་སྐྱོར་གནང་ད་དཔེ་གཞི་གཞི་བདག་བརྟན་པོ་ཞིབ་ཆགས་འདུག་རྒྱ་གར་ནང་ལ། ད་ཡིན་ནས་ང་ཚོ།

གཅིག་ཐུགས་དགུ་རུ་བཞེས། གཅིག། གནའ་ཡག་གི་དགོངས་བཞེད་ཡོད་པའི་སོར་ཕྱེ་ལ། བལ་ཏི་གཉིས་ཆ། གན་ས་ང་ཚོ་བོད་པའི་ལས་འཁོར་ཡོད་ས་མ་རེད་པ། ཨ་ནི། གཉིས་ཆའི་འདས་གྲོངས་ཕྱིན་ནས་ལམ་ལོག་ཕྱིན་མ་སོང་ང། ལ་རེད་ལ། ལར་བར་དུ་ཤ་སེ་ཤི་ད། སྲིད་བློན་གནང་དུས་ག་ནས། ང་དེ་དུས་ཞིབ་ཕྱི་ཞུ་གི་ཡོད། ཨང་ལོས།
ང་ཚོ་ཕོ་བྲང་རྙིང་པ་ཡོད་དུས་རེད་ད། ཨང་ལས་ལོ།

ཀུན་ཏུ་དགོངས་པ་དེ་ཏུ་སུ་ད་ད་ཁྱོད་དངོས་གནས་ནུབ་རྒྱུ་ནི་ཧང་སང་ཡ་རེད་ད་བྱོན་མི་དགོ་རང་རེད་ད། ཨ་ནི། དེའི་སྐབས་དེ་བ་ཆེ་ལ་ཡ། ཀུན་ཏུ་ནས། རྒྱ་གར་རེ་དབུ་ཁྲིད་ད་བློན་ཆེན་ད་ད་སྲིད་བློན་ཡན་ཆད་ལ་ཡ། ཡང་སྲིད་དེ་བཀར་ན་འུ་ཚོ། ད་ང་ཚོ་རྒྱ་གར་གླས་ནས་ལོ་ཉི་ཤུ་ཚུ་འགྲོ་གི་འདུག། ཨེ་ནི། བོད་དོན་ཐོག་ལ་ཡང་རྒྱ་གར་གཞུང་གི་སྲིད་བྱུས་དེ་ད་ལྟ། སྙན་མོ་ལྔ་བཅུ་ང་བཅུ་ང་དགུ་ང་བཞི་འདི་བར་ནས་ཅིག་ཐག་བཅད་པ་དེ་གཞི་བཟུང་བྱས་ད་ལྟ་རྙིང་པ་ཁོ་རང་བསྡད་ཡོད་རེད། ཡིན་ནས་ད། འགྱུར་བ་འགྱུར་བ་ཆེན་པོ་མང་པོ་ཕྱིན་ཚར་རེད། བྱས་ཙང་བོད་དོན་ཐོག་ལ་ཡང་རྒྱ་གཞུང་གི་སྲིད་བྱུས་བསྐྱར་བཅོས་གནང་ཡག་དེ་གནད་འགག་ཞིག་ཐུག་གི་འདུག་དེ་འདྲ་དེ་བ་ཁ་ས་ཁ་བཀའ་གནང་སོང། ཨ་ནི་དམིགས་བསལ་ཅིག་དངོས་གནས་ཅིག་དོ་སྣང་བྱས་ཅིག་སེམས་ཁུར་བྱས་ཅིག་བྱེད་ཡག་གི་རྩིས་གཟིགས་སྐོར་བའི་ལྟ་བྱེད་རྩིས་རབ་ཅིག་བྱེད་མཁན་ཧ་ལམ་མཐོ་དམའ་སོང། དེ་ནས། དེ་རཱ་ཇིབ་གྷན་དྷི་སྲིད་བློན་ཆགས་དུས་ཀ་ནས་སྐུ་གདུང་ཉིན་མོ་གཅིག། ཡང་གནས་ཚུལ་དེ་བསྐྱར་དུ་ཁོ་རང་ལས་བཀའ་གནང་སོང། བར་ལམ་ངས་དེ་འདྲའི་སྟ་ག་ས་ག་ལ་འབུད་སྐུལ་དེ་འདྲ་བྱེད་ཀྱི་ཡོད། དེ་འདྲའི་ཅིག་དགོངས་བཞེས་གནང་ཐུབ་ན་ཡག་པོ་ཞིག་བྱུང་བ། མི་རཱ་ཇིབ་གྷན་དྷི་གའི

ཁོ་རང་གི་ཚོགས་ཆུང་ཡིན་ན། ལྟེ་གནས་ཡིན་ན་གཅིག་བཙུགས་བཞག་འདུག་ག། བྱས་ཙང་སྲིད་བློན་རཱ་ཇིབ་གྷན་དྷི་གི་གསོལ་འདེབས་ལ་སྐུ་མདུན་གྱི་དགོངས་བཞེད་དེ་མེ་མ་རང་འདྲ་མྱུར་བུ་དེ་དེ་ཡོད་སྐུ་ཁྱེད་རང་ཚོས་དྲི་མ་ཞིབ་འཇུག་བྱས་ནས་ཨ་ནི་ཚུར་ལན་བྱེད་རོགས་གྱིས།

གོ་སྐབས་རབ་རྙེད་ཁོ་ཡབ་དེ་འདྲ་ཆེན་ལགས།
དེ་ནས་གོང་བདེ་ཅིག་བཀའ་འདྲི་ཞུ་བའི་རྟགས། སྐུ་མདུན་རྟ་མདའ་སོགས་ཨ་ཤྲམ་ལ་ཕེབས་པའི་སྐབས་དེ་ཕྱི་རྒྱལ་གྱི་རྟགས་གཅིག་ཉམས་བཞེས་བྱེད་ངེས་རེད། ནུབ་ཕྱོགས་བའི་ཁ་ལོ་ར་ཁོང་ཚོས་ཀྱི་བསམ་སྟངས་དང་བྱེད་ན། རྟ་བོད་ཀྱི་གནས་ཚུལ་དེ་རྟ་རྒྱ་གར་གྱི་ལུང་ཁུག་དེ་འདྲས་ཅིག་ནས་འཇུག་འགྲོ་གི་རེད། དེ་འདྲས་ཀྱི་བསམ་སྟངས་རྙེད་འདུག་ཡང། ང་ཚོ་བོད་པའི་ཀྱི་རྟ་ང་ཚོ་སྐབས་དེ་དུས་ཀྱི་གནད་ཡོད་མི་སྣ་ཚོས་ང་ཚོ་རྟ་ལོ་ཁ་ཤས་ཤིག་འདས་རྗེས་རྟ་ཕ་བོད་ལ་ལོག་འགྲོ་གི་རེད། དེ་འདྲས་ཀྱི་བསམ་བློ་ཅིག་དེ་འདྲས་ཀྱི་པོ་རུ་དེ་ཀུན་འདུས་ཀྱི་ཡང་སྐབས་དུས་དུས་ཀྱི་དགོངས་པ་ལ་རྦད་དེ་ཕུགས་རྒྱང་རིང་པོ་བཞུགས་རྗེས་ད་ཅིག་ལོ་རྦད་དེ་བསླབ་གྲྭ་བཙུགས་ཡ་ནས་ཆེ་བ་གཞིས་ཆགས་བཙུགས་ཡ་ནས་ཆེ་བ་དགོངས་པ་བཞེས་ཏེ། སྐབས་དུས་དུས་ཀུན་འདུས་ཀྱི་དགོངས་པ་བཞེས་སྟངས་དེ་ག་འདྲེར་བརྗོད་ན་མན་འདྲ་ཞུ། ང་ཡི་དྭགས་རང་བསམ་བསྡད་ཡོད། ང་ཡི་དྭགས་རང་ག་རེད་ཟེར་ན། ལྔ་བཅུ་ང་དགུ་ལོ་ལ་ཡང་ད་ལྟ་ཀུན་འདུས་མ་སུ་རིར་ཇུས་གཏན་སྦྱར་བའི་སྐབས་ལ། ང་ཚོ་ཕི་ག་ལེ་སི་ཀ་ར་སན་པ་ལ་ངེད་པ་ནས་གཞུང་ཞབས་ཡིན་ཙང་ནི་མ་སུ་རི་བསླབ་གྲྭའི་དགེ་རྒན་ལི་ཡ་ཆ་ལེ་ན་ག་བས་སོང་བྱས་ནས་ང་ཚོ་མ་སུ་རི་དེ་དུས་བོད་ནས་དགོངས་བ་སྐུ་བསྒྲལ་བ་དེ་འདྲ་ག་ཤེད་ང་བྱས་མྱོང་ཚང་མའི་ཅི་དགོངས་པ་རབ་བལྟས་ཡ། གཅིག། ད་རྒྱ་གར་འཕྲལ་སེལ་རེད་བྱས། མ་གཏོགས་ཤན་ཕག་ང་ཚོ་བོད་ལ་ལོག་ཐུག་གི་རེད་དགོངས་བས་དེ་འདྲའི་དགོངས་ཚུལ་ཡོད་པ་རེད་དྲི་ང་དེ་འདྲའི་བསམ་བློ་ཁོག་སོ། ཁ་སོར། མྱོང་བ་རུ་བྱུང་སོ།
དེས་མ་བརྩད་པས་དེ་ད་ལྟ་ང་ཚོ་དམ་ས་ལ་ཡོད་དུས། ཁ་ཅིག་གིས་དེ་ཁ་སོར་རེད། ད། དུས་ཚོད།

སྟབས། གཅིག་ག་སོ་ར་བཙན་བྱོལ་སླད་ཚ་རེ་བྱེད་ལ་ཡ། གཅིག། ཕུགས་ཀྱི་བསམ་བློ་བཏང་ཡ་དེ་གལ་ཆེན་པོ་ཡིན་པ་ལ་ངོས་འཛིན་གནང་ནས་བྱས་ཙང་ཀ་ངས་འདི་བསམ་གི་འདུག་དགོངས་བཞེས་དེ་ཡོད་ཙང། དཔེར་ན། ད་བོད་ལ་ཡ། ཆོས་དད་དེ་འདྲའི་ཐོག་ལ་དེ་དངོས་གནས་བྱས་ན་དཔེ་ཤུགས་ཆེན་པོ་རེད་པ། ལ་རེད། ཡིན་ནས་མ་སུ་རི་ལ་ཡ།
དང་པོ་ད་ག་བསླབ་གྲྭ་བཙུགས་གནང་ཡ་དེ། ལོ། བྱས་ཙང་དེ་འདྲས་ཀྱི་དགོངས་བཞེས།

རེད། བཙན་བྱོལ་རང་ལ་གནས་པའི་བོད་མི་ཚོས། གཅིག་ཤེས་ཡོན་གྱི་ཆ་ནས་ཡིན་ནའི་རེད། དཔལ་འབྱོར་གྱི་ཆ་ནས་ཡིན་ནའི་རེད། པའི་གནས་སྟངས་ཡག་པོ་རེད་དོ། ཨ་ནི་ང་ཚོས་གཞུང་གི་སྒྲིག་འཛུགས་ལྟར་གང་ཅིའི་ཆ་ནས་ད་དུས་ཚོད་གང་དགོས་སྔོན་ནས། ཀུན་བཏུས་ཀྱི་དགོངས་པ་དེ་རྦད་དེ་རྒྱ་ཆེན་པོ་དང་ཕུགས་ཐག་རིང་པོ་དེ། ཡོད་པ་ཁོའི་བཀའ་དྲིན་མ་གཏོགས་ད་ང་ཚོ་བཙན་བྱོལ་གནས་སྟངས་ད།

བོད་སྐོར་ཤེས་ཀྱི་འདུག་མ་གཏོགས། ཨ་ནི་དེ་ནས་མི་ཏཱ་ལའི་བླ་མ་ཟེར་ཡ་དེ་ད་མཚན་ཆེན་པོ་རེད་པ། ལ་རེད་ལ་རེད། དེའི་ཆ་ནས་མ་གཏོགས་བོད་པའི་སྐོར་ཤེས་ཡ་ད་དོ་ད་དཔེ་དཀོན་པོ་རེད་དོ། ལ་རེད།
ད་ཆིབས་བསྒྱུར་མང་པོ་གནང་བཀའ་མོལ་མང་པོ་གནང་མི་མང་པོ་མཇལ་འཕྲད་གནང། ཨ་ནི་ཅིག་དགོངས་པ་ད་དོ་ཚོ་གང་གོ། དེ་ག་ཚོར་རེད། ཕྱི་རྒྱལ་ཡོད་པའི་མི་ཁྱོད་ཁོ་ཚོ་ཤེས་ཡོན་བྱས། དུས་དོ་སྣང་ཆེན་པོ་ཡོད་དུས་ཀ་ནས་ཨ་ནི་དགོངས་པ་བཞེས་སྟངས་དང། ཕྱག་ལས་གནང་སྟངས་དང་ཨ་ནི་བཙན་བྱོལ་རང་གི་ཅིག་ལས་ཀ་བྱེད་སྟངས་དུ་གང་བལྟས་ནས་དཔེ་ལྟ་རྒྱབ་སྐྱོར་བྱེད་ཡག་དུས། རྒྱ་མིའི་ནུས་ཤུགས་ལ་དཔག་པའི་ཐོག་ཧང་སངས་རང་རེད་བྱ། ལ་རེད།
ཧང་སངས་རང་རེད་བྱ། ལང། ག་རེ་བྱ་ན། ད་དེ་འདྲའི་ཏམ། དེ་ག་སོ་རེད། ཧ་ལས་གོ་དེ་འདྲའི། དཔེ་བྱ་གོ་དཔེ་བྱ་ས་མང་པོ་འདུག། ལོང་ལོང། ཡིན་ནས་ད་དེ།
དངོས་གནས་འགའ་ཤས་ཀྱི་ཅིག། ཁས་ལེན་ཐོག་ཁབ་མ་རེད་དེ། ཞིབ་འཇུག་བྱས་གཅིག་བྱས་མེད་ན་ད་སྐུ་མདུན་གྱི་བཀའ་དྲིན་གྱིས་དེ་དེ་འདྲས་བྱུང་བ་ཞིག་མ་གཏོགས་གཞན་པ་སུ་གཅིག། ཐུབ་ཡ་སེམས་ཐག་རེད་སེམས་ཐག་རེད།
ལ་རེད།
ག་རེད་ཟེར་ན། ཆུང་ཙག་ཅིག་ལ་ཆ་ཤ་བས་ནས་རྦད་དེ་རྒྱ་མིའི་རྙོག་དྲ་བཤད། དཔེར་ན། ལུང་པ་ཕྱུག་པོ་མང་པོས་རྒྱ་མིས་རྦད་དེ་དཔལ་འབྱོར་གྱི་ནུས་ཤུགས་ཁོས་གཅིག་སྒྲིལ་བྱེད་དུས་ཁ་ནས། ཁོ་རང་ཚོ་འདོད་པ་ཡོད་དེ་འདྲ་བྱེད་མ་ནུས་པ་དེ་འདྲ་བྱེད་ཀྱི་འདུག་བ། ཡིན་ནའི་ད་བོད་དོན་ཐོག་ལ་ཡང་རྦད་དེ་མི་མང་གི་ཐོག་ནས་ཅིག་རྒྱབ་སྐྱོར་ཚོར་ཤུགས་ཆེ་ཐག་ཆོད་ཨེ་ཕ་པ། ལུང་པ་མང་ཆེ་ནུབ་ཕྱོགས་ཀྱི་ལུང་པ་མང་ཆེ་མིན། དམངས་གཙོའི་འགྲོ་སྟངས་འདི་ཡག་པོ་ཞུ་བཞིན་ཡོད་ཙང། མི་དམངས་ཀྱི་བསམ་ཚུལ་ཤུགས་ཆེན་པོ་ཡོད་དུས་ཀ་ནས། གཞུང་གིས་མི་འགའ་ཤས་བྱེད་འདོད་མེད་པའི་ནས། མ་བྱས་ཀ་མེད་ཐུབ་དེ་འདྲའི་ཡང་སྲིད་བྱུང། ཡུ་རོབ་དང་ཨ་མི་རི་ཀ་དེ་བ། ད་དེ་ཚོ་གང་གོ་བེད་ཀུན་འདུས་ཀྱི་བཀའ་སློབ་དང་གནང་སྟངས་དང་དགོངས་པ་བཞེས་སྟངས་དེ་ཚོ། མི་བརྒྱ་ཕྲག་སྟོང་ཕྲག་མང་པོའི་གོ། ཨ་ནི་དེའི་མོས་པ་ཆེན་པོ་བྱས། ཨ་ནི་རྒྱབ་སྐྱོར་བྱས་པའི་བཀའ་དྲིན་གྱིས། ཨ་ནི་ག་སོ་རས་པེ་ནཱ་ཐ་ཨ་ལའི་གཞན་པ་ག་སོ་རས་ལུང་པ་མང་པོ་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ལ། ད་ལྟ་ཨ་མི་རི་ཀའི་གཞུང་གིས་ད་ད་ལྟ་པར་བུ་དེ་བཀག་པ་དེ་མ་ད་བར་ལམ་ཆེན་ལ་ཡང་གྲོས་ཚོགས་བསྐྱོད་ནི་མིན།
ང་ཚོའི་གཞུང་ད་ད་བར་བཙན་བྱོལ་གྱི་ལས་འགུལ་མང་པོ་ལ་ཡར་འགྲོ་སོང་དེ་ཡང་དེ་ཚོ་རྐང་པ་རྒྱབ་རྒྱབ་འདུག་ཟེར་ར་བ། ལ་རེད་ལ་རེད། ལ་འོང། ལ།
ཁོང་གིས་བཅར་འདྲི་མང་པོའི་ནང་ལ་དེ་གསུངས་འདུག་ཀུན་བཏུས་ཀྱི་མཛད་འཕྲིན་གལ་ཆེ་བ་ཅིག་ད་གསུང་རོགས་བྱེད་དུ་དུས་བརྩམས་པ། ཁོང་ངོས་ཀྱིས་ད་དཔེ་དེ་མཛད་འཕྲིན་མང་པོ་ཞུ་ཡིན་དུས་བརྩམས་པ་ད་དེ་གཅིག་ཞུ་ཐུབ་ས་མི་འདུག་ཞེས་གསུངས་འདུག་བྱས་ཙང་ད་ང་ཚོས་ཀྱི་ད་དེ་ཡིན་ད། ཀུན་བཏུས་ཀྱིས་ད་ལྟ་བུ་དུ་མཛད་འཕྲིན་གཅིག་ནང་ལོ་ལ་ད་གཅིག་དེ་ནོ་བེལ་ཞི་བདེའི་གཟེངས་རྟགས། གཞས་དེ་གཅིག་ལྟ་ཅི་གནད་འགག་ཆེན་པོ་ཞིག་ཆགས་སྐོར་རེད། དེའི་སྐབས་དེའི་གནས་སྟངས་འགྲོ་ཆེད་ག་འདྲའི་འགྲོ་བྱུང་ཡིན་ན་སྐུ་ངོ་ཐུགས་འཕྲིན་བསུ་གི་ཡིན་ན། ཀུན་གྲོལ་གྱི་མཛད་འཕྲིན་ཆེ་གྲས་ནང་ལ་ཡང་གལ་ཆེན་པོ་གཅིག་དམངས་གཙོ་ནང་ཡང་དེ་སྔ་དཔེ་མི་སྲིད་ཀྱི་རྩ་ཆེན་པོ་གཏོང་གི་འདུག
ད་དེ་ད་ཧང་སང་ཡ་རེད་བཤད། ད་དཔེར་ན་གཅིག་མ་འོངས་པའི་བོད་ཀྱི་གནས་སྟངས་སྐོར་བོད་དྲ་འདྲེ་རྒྱ་མིས་མུ་མཐུད་ནས་དབང་བསྒྱུར་བྱས་པ་ཡིན་ནས། བོད་དོན་གནས་སྟངས་སྐོར་དང་དོལ་ཚོགས་ད་དམངས་གཙོའི་ལམ་ནས་འགྲོ་ཡ་དཀའ་ན་འདུག་ག་ནས་དེ་མི་མང་གི་བསམ་ཚུལ་གཞི་བཟུང་བྱས་ནས་ད་འགྲོ་ཡ་མ་གཏོགས་དེ་ག་ས་རེད་གུང་ཁྲན་ཡིན་ནའི་འདྲ། ལུང་པ་གཞན་པ་ཡིན་ནས་གཞན་པ་ལ་ཡག་ཅིག་ཡར་བཞག་ས་ག་གེ་ཡོད་མ་རེད་པ། དེ་ཡིས་ཨ་ནི་དམངས་གཙོའི་འགྲོ་སྟངས་དེ་ནི་ད་ལུང་པ་ག་བཤད་ཅིག་མ་གཏོགས་ད་འཛམ་བུ་གླིང་ནང་ལ་མང་ཆེ་གེ་དེ་ག་སོར་མོས་མཐུན་བྱས་ལག་ལེན་བསྟར་གི་ཡོད་དུས་ག་ནས་དེ་གསོལ་རས་གནང་ང་དེ་དཔེ་མི་སྲིད་གི་རྩ་ཆེན་པོ་རེད་གསུང་གི་འདུག་རྩ་ཆེན་པོ་དེ་དངོས་གནས་བྱས་ན་ད་གཞན་དང་མི་འདྲ་ཆེ་རེད་མཐོང་གི་འདུག་ག་རེད་ཟེར་ན། ཨ་ལེ་ཕྱོགས་གཅིག་ནས་ཛམ་བི་ལི་ནཱ་ལི་ཡ་འདི་ག་སོ་རེད། དབུ་ཁྲིད་ཀྱི་ངོས་ནས། ལ་རེ་ལ་རེ།
བེད་དང་དུ་བླངས་ནས་མ་དམངས་གཙོ་གནང་བ་ཟེར་ཏེ་ད་དཔེ་དཀོན་པོ་རེད་བ། ལ་རེ། དཔེ་དཀོན་པོ།
ཤེས་དམངས་གཙོ་ལས་དེ་ཡ་རྩོད་དགོས་ཡ་འགྲོ་ད་བྱེད། མང་ཆས་རྩོད་ནས། ལ་རེ། འཐབ་རྩོད་བྱས་ནས་དམངས་གཙོ་གཞུང་གཙོ་བོ་དེ་འདྲ་མ་གཏོགས་འགོ་ཁྲིད་དབང་ཆ་ཆ་ཚང་ཡོད་ནི་དམངས་གཙོ་མ་སྤྲད་ཟེར་ན་འདི་ལྟ་སྟག་དཔེ་དཀོན་པོ་རེད་བ། གཉིས་ནས་བོད་ལ་ཡང་སྙེ་མ་སྤྱི་ཚོགས་དེ་ད་དཔེ་ག་སོ་རང་རང་ཚོ་དྲང་པོ་རེད་བཤད་པ་ཡིན་ན་སྤྱི་ཚོགས་རྙིང་པ་རེད་བ། ལ་རེད། དམངས་གཙོའི་འགྲོ་ལུགས་དང་དེ་འདྲའི་བསམ་ཚུལ་ཚང་ནི་མེད་ས་ཅི་ལ་ཡག་ཀུན་འདུས་བེད་ད་ཀུན་འདུས་བེད་ག་སོ་ད། བོད་ཀྱི་བླ་མ་ཟེར་ནས་མི་འདུག་དཔོན་པོ་ཟེར་ནས་མི་འདུག་དཀོན་བཏུལ་བཅས་ཞི་བ་ཅིག་ཞུས་ནས། དེ་འདྲའི་གི་ཁོར་ཡུག་ཅིག་འོག་ནས་ད་དགོངས་པ་དེ་འདྲའི་གུ་ཡངས་པོ་ཨ་ནི་ག་སོ་ར་ཡར་ཐོན་གི་དགོངས་བཞེས་ཡོད་པ་དེ་འདྲས་ཅིག་ཡོད་པ་ཆེ་དེའི་ཕྱག་ལེན་ལྟར་གནང་བ་དེ་ད་དེ་ང་དེ་ནི་བེད

སྤྱིར་བཏང་འཛམ་བུ་གླིང་གི་ཡར་ཐོན་གྱི་རྒྱལ་ཁབ་ཀྱི་བསམ་ཚུལ་དེ་མཐུན་པ། ལ་རེད། ད་གཉིས་ཆ་མང་ལ། ཚུལ་ཆ་ཨ་ནི་ཨ་ནི་དགོན་པའི་ནང་སློབ་སྦྱོང་བྱེད་ཨ་ད་དུ་ཟོ། ད་དེ་འདྲས་སོར་འདྲས་མང་པོ་འདུག་དཔེར་ན་དེ་ནས་འོང་རེད་ད། ད་ད་གར་སོར་རེད། ཚེ་རིང། ཚེ་རིང་བ་དང། ཚེ་རིང་དང། བགྲོ་གླེང་གནང་ཡ་དེ། ལ་རེད།
ད་ལུང་པ་ཟེར་ནས་མི་འདུག་ཆོས་ལུགས་མང་པོ། དེ་ཚན་རིག་དང་དེ་འདྲ་བའི་ཞེ་དབྱེ་ཞིག་བྱས་ན་ད་ད་ག་འདྲ་ཚན་རིག་དང་མཐུན་པ་ཅིག་འགྲེལ་བཤད་རྒྱབ་ཁག་པོ་ཡིན་ས་རེད་བ། ལ་རེད། ད་སྟབས་ཡང་ནི་ནང་ཆོས་དེ་ལྟ་བ་དང་དོ་ཚོ་ཟབ་ཟབ་ལྟ་ཆོས་ནི་ཨ་ནི་ནང་ཆོས་ནང་གི་ལྷག་པར་དུ་ད་ལྟ་སེམས་ཁམས་ཀྱི་འགྲེལ་བཤད་དང་དོ་ཚོ་ཚན་རིག་དང་མཐུན་པོ་ཅན་ཨ་ནི། ཚེ་རིང་དག། འདི་ག་སོ་རེད། བགྲོ་གླེང་དེ་ཡག་པོ་བྱུང། ཨ་ནི། ད། དགོན་པ་དང་གདན་ས་ཁག་ནང་ལས་ཚན་རིག་སློབ་སྦྱོང་བྱེད་ཡ་དང་དོལ་ཚོགས། ཅིག། ཁག་ཁ་ཤས་ཅིག་ཤུགས་ཆེན་པོ་བྱས་ལག་ལེན་བསྟར་གནང་དགོས་པའི་རྩ་ཆམ་བཏོང་འདུག་ལ་རེད། ག་རེད་ཟེར་ན། དངོས་སུ་མྱོང་མྱོང་བ་དེ་ལ་ཡང། བོད་ལ་རྔན་པ་མང་པོ། རྨོངས་དད་ཞུ་བཞིན་འདུག་ག། ལ་རེ་ལ་རེ། རྨོངས་དད།
ད་དུས་ཚོད་སོར་འདྲེན་ཨ་ནི་རྨོངས་དད་ཡོད་བྱས་འགྲེལ་བཤད་ཡག་པོ་རྒྱབ་མ་ཐུབ་བྱས། ཨ་ནི། ཆོས་ཡག་པོ་མ་ཤེས་པ་བྱས། ལ་རེ། ཨ་ནི། ག་སོ་རེད། དེང་དུས་ཀྱི་སློབ་སྦྱོང་བཅས་ཟིན་འདྲེ་བྱས་པའི། ཐོན། ནང་ཆོས་འབྲེལ་བ་ཤ་མེད་དུས་ག་ནས། མང་ཆད་ཅི་ལ་ཡ། ཆོས་དད་དུ་ཁྱོད་ཡོང་གི་མི་འདུག་ཨ། ནི་ཆོས་དད་ཡོད་ངེས་དུ་བྱས་པ་དེ་ཚོ་གང་གོ། དངོས་གནས་དྲང་གནས་ཆོས་ཀྱི་དོན་དག་ངོ་མ་དེ་འགྲེལ་བཤད་བརྒྱབ་མ་ཐུབ་པ་བྱས། གོམས་གཤིས་དག་དེ་འདྲས་ཡོད་པ་དེ་ཚོ་གཅིག་བཤད་ཀི་དེ་ཨ་ནི་ལོ་གསར་པ། ནང་ཆོས་འགྲེལ་བཤད་དངོས་གནས་དེ་མ་གོ་བ་ཆེ། ད་བོད་པ་ང་ཚོའི་སྤྱིར་བཏང་གི་ཅིག་ཐོག་དེ་ག་སོ་རེད། རྣམ་རྟོག་དག་དེ་འདྲས་མང་པོ་ཡོད་པས་དེ་མཐོང་དུས་ག་ནས་ད་ཆོས་ཆོ་མི་འདུག་ཟེར་ངེས་རོ། ཆོས་ཀྱི་དེ་ལྟར་བསྐྱོན་ནས་ཚན་རིག་དང་ད་ལྟ་ཐུག་གི་མི་འདུག་ཟེར་ངེས་སོ་རོ། དེ་འདྲས་ཡོང་གི་འདུག་བསམ་དུས། ད་བཟོད་བཟོད་སོགས་དེ་འདྲས་ལ་ཡང་ད་ད་ལྟ་ང་ཚོ

ད། མ་དྲན་པ་གང་ཞིག་ཡང་ཡང་གཅིག་དྲན་སོང། ལ་རེ། ད་དེ་ནས་སྐུ་མདུན་ནས།
ནང་ཆོས། རྩ་བ་མིའི་ནང་ཆོས་ཞིག་སོང་རེད་དེ། ད་ལྟ་ག་སོང་རེད། སེམས་བཟང་པོ་དང་སྙིང་རྗེ་སེང་གེ་དེ་བྱེད་ཡག་དེ། སྤྱིར་བཏང་ང་ཚོའི་མི་ཚེའི་ནང་ལ་ཕན་ཐོགས་ག་འདྲ་ཡོད་མེད་ད་སྐུ་མདུན་གྱི་འགྲེལ་བཤད་གནང་སྟངས་དེ་ད་དངོས་གནས་བོད་དུ་གནང་ཡང་ཁྱད་དྲག་ད་ཁྱོད་ནས་ད

ད་མཛད་འཕྲིན་དངོས་གནས་ཧ་ལས་པ་རེད་གསུངས་འདུག། ལ་རེད། དེ་སྐུ་ངོ་བདེ་སྐྱིད་བཀའ་འདྲི་ཞུ་གི་ཡིན། ད་བར་ལམ་གཅིག་ནས་ད་སྐུ་མདུན་གྱིས་བཀའ་གནང་ཡ་གཅིག་གནང་ལོ་སྐུ་མདུན་དགུང་ལོ་བརྒྱ་དང་བཅོ་གསུམ་ཚེ་ཞུ་གི་ཡིན་ཞེས་བཀའ་ཕེབས་སྐོར་རེད། ད་ཕྱོགས་གཅིག་ནས་ད་འདི་དངོས་གནས་ང་ཚོ་ལ་བོད་པའི་ངོས་ནས་བཤད་ན་སྐལ་བ་བཟང་པོ་རེད། ཡིན་ནའི་ཡང་ཕྱོགས་གཞན་དག་ཅིག་ནས་བལྟ་བ་ཡིན་ན། ད་ཅིག་ང་ཚོས་ཀྱི་ང་ཚོས་ལྟ་སྟངས་བལྟ་བ་ཡིན་ན། ད་སྐུ་མདུན་གྱིས་ང་མེད་བའི་དུས་ཚོད་དེ་ཤར་རེད་འགྲོ་རེད་ད་རང་ཚོས་ཀྱི་གྲ་སྒྲིག་བྱེད་དགོས་རེད་ལ་དེ་འདྲས་ཀྱི་གོ་བ་ལེན་ངེས་འགྲོ། དེ་ཚོའི་ཐོག་ལ་ད་ང་ཚོ། ང་ཚོ་བོད་པའི་ངོས་ནས་གྲ་སྒྲིག་ཡིན་ནི་རེད་ད་ཅིག་ག་རེ་གཟབ་གཟབ་གནང་དགོས་དེ་ག་རེ་གཟིགས་འདུག་གོ་ནི། ང་དེ་ཙམ་དུ་ཞེ་དྲག་ཏུ་ག་རེ་ཞུ་ཞིག་མི་འདུག་དེ་དེ་ལས་ང་དོན་ཆེ་ངེས་ཞུ་མི་རུང་ཞིང་ད་དེའི་ཐོག་ལས་ད་ལྟ་དམངས་གཙོའི་ལམ་ལུགས་ལག་ལེན་བསྟར་ཡ་དབུ་ཚུགས་པ་དེ་ད་མ་འོངས་ལམ་མ་འོངས་ང་ཚོའི་མདུན་ལམ་དེ། ད་ཅི་ག་སོ་རེད། དཀའ་ངལ་ཆེན་པོ་མ་བྲལ་ཡག་ལ་ཡག་ད་ལམ་སྟོན་ཧ་ལས་པ་ཅིག་གནང་བ་རེད་བསམ་གྱི་འདུག། ད་མ་འོངས་པར་ད་འདོད་ད་ཡག་པོ་ཡོང་ཡག་ད་དེ་འདྲའི་ཆ་ནས་ད་ག་སོ་རེད་ད་ལྟ་བར་དུ་དེ་སྐུ་མདུན་ནས་བཀའ་སློབ་གནང་བ་ད་དོ་ཚོ་རྒྱུ་མཚན་འདོག་མི་འདོག་བལྟས། རྒྱུ་མཚན་ཡོད་པ་དོ་ཚོ་ལག་ལེན་བསྟར་ཡག་ད་དཔེ་གལ་ཆེན་པོ་རེད་བ་ད། ང་ཚོ་ལག་ལེན་བསྟར་གྱི་མི་འདུག་ག། པའི་ཐབས་སྐྱོ་བོ་རེད་ཤག་ལོ། ཕྱོགས་གཅིག་ནས་ལྟ་དུས།
སྤྱི་བཏང་ད་ལྟ་ངས་ཞུས་པ་ནང་བཞིན་རེད། ཅེས། དཔལ་འབྱོར། སློབ་སྦྱོང། དེ་འདྲའི། གནས་སྟངས་ད་ལྟ་ག་ནང་བཞིན། ཅིག་ཆོས་ཀྱི་ལྟེ་གནས་འཚོལ་ཡག་ད། ཨ་ནི་ང་ཚོའི་རིག་གཞུང་གི་ལྟེ་གནས་དོ་འཚོལ་ཡག་དོ་འཚོལ། བཙན་བྱོལ་བཙན་བྱོལ་གནས་པའི་རིང་ལས་ཡིན་ནའི་ངོ་ནས་དཔེ་གཞི་བརྟན་པོ་དག་དེ་འདྲའི་ཚུགས་བསྡད་ཡོད་རེད་དེ། ད་ང་ཚོ་སྲིད་དོན་གྱི་ཐོག་ནས་བོད་ཀྱི་མ་འོངས་པའི་སྐོར་དེ་ད་སྐུ་མདུན་ནས་སྔས་མ་ད་ཁྱོན་ནས་ད་ག་སོགས་རེད། གྲངས་མེད་བསམ་བློ་ག་འདྲས་བཏང་དགོས་ཀྱི་ཡོད་མེད། ག་སོ་རེད། སོ་སོའི་བོད་མི་རིགས་དང་རིག་གཞུང་དང་དེ་ཚོའི་ཐོག་ལ་ཡང་རྩ་ཆེན་པོ་གང་དྲན་ཡིན་མེད་དྲན་བཤད་གནང་དང། དེ་ཚོ་ངོས་འཛིན་གསལ་པོ་བྱས་ནས་ལག་ལེན་བསྟར་ཡག་དཔེ་གལ་ཆེན་པོ་གཏོང་བ།
ད་ལྟ་མི་རྟེན་འབྲེལ་གྱི་རྩ་བ་ལ་ཡང་གཏན་ཤུགས་མང་པོ་འབུལ་གྱི་ཡོད་རེད་ད་ད། གཅིག་ནས་མགོ་ལོག་གི་ཐོག་པ་ཡིན་ཙང་གཏན་བཞུགས་འབུལ་ཡག་དང་དོལ་ཚོ་ཅིག་དྲ་གནས་འགའ་རུ་ཆགས་ཀྱི་ཡོད་ཀྱི་རེད་མ་གཏོགས། གལ་ཆེ་ཤོས་དེ་གཏན་བཞུགས་ལས་ལྷག་པ་དཀའ་ན་འང་དེ་བྱེད་ཡག་ད་རེད་བ། ལ་རེད།
ད
དེའི་སྒང་ལ་ཡང་ང་ཚོས་ཏག་ཏག་བྱེད་ཐུབ་ཨ་ཡོད་བསམ་པའི་ང། དེ་སེམས་ཐབས་བསྟད་དོ་ལའོ། དེ་ནས་དགུང་ལོ་ང་སྟེ་གཅིག་ཀན་སུའུ་ཏཱ་ཐ་རིས་ང་ཚོ་སོ་ཨ་ཤཱམ་ལ་དགུང་བའི་གདན་འདྲེན་ཞུས་དེ་ལ་བཅར་འདྲི་བྱས་དེ་ངོ་སྤྲོད་བྱེད་དགོས་པའི་རྒྱུ་མཚན་དེ་ལྟ་ཅི་ཁང་པ་འདི་ངོ་སྤྲོད་བྱས་དེ་མ་རེད་ཡིན་པ་ཡིན་ནས་ད་སྐུ་མདུན་བཙན་བྱོལ་ལ་ཕེབས་པའི་སྐབས་དེ་ནས་བྱས་ད་སྐུ་ལས་ག་འདྲས་བསྐྱོན་ཡོད་རེད་ཐོག་མར་ག་འདྲས་བྱས་འགོ་བཙུགས་རེད་དེའི་གི་ངོ་སྤྲོད་དེ་ཡིན་ཡིན་པས་ནས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་མི་ཁ་རེ་ཟུང་གཅིག་གིས་ད་ཅི་སྐུ་མདུན་གི་ཞི་དྲག་གནང་མ་སོང་དོ་མདོར་ཅིག་སྐུ་མདུན་ལ་ཟུར་ཟ་གནང་མྱལ་མང་པོ་ཡོང་གོ་རོ་ད་སྐུ་ངོ་ཡིན་ན་ད་ཅི་སྐུ་མདུན་གི་དྲུང་ལ་ཞུགས་རྗེས་ད་ལོ་བཞི་བཅུ་ཚེས་ཕྱག་ལས་གནང་ཡོད་དུས་བརྩམས་པ་དེའི་ཐོག་ལ་སྐུ་དངོས་ཀྱི་གཟིགས་ཚུལ་གང་འདྲ་ཡོད་ན། དེ་གསུམ་བདེ་ཡག་པོ་ཞུ་བྱུང་སོང། དེ་ཁ་སང་ང་དང་པོ་དེ་འདྲའི་བཅར་འདྲི་གནང་གི་རེད་ད་བསམ་མ་བྱུང་དེ་ད་ཡིན་ནའི་རྡ་རམ་ས་ལར་ཆིབས་བསྒྱུར་གནང་ནས་དང་པོ་ཕོ་བྲང་གནང་ས་དེ་ཡང་དེ་བཀའ་མོལ་ཞུ་ཡ་བྱུང་པའི་གོ་སྐབས་དེ་ཡང་སྐྱེས་པ་བཟང་པོ་རབ་ཞིག་མཐོང་སོང། ད་ལྟ་གསུངས་པ་དེ་དངོས་གནས་རེད། དེ། སྐུ་ལས་ག་ག་ཚོད་བསྐྱོན་ཡོད་མེད་ང་ཚོ། མང་པོས་ཁ་ག་བཤད་ཀྱི། ག་སོགས་རེད། ཤེས་ཀྱི་ཡོད་ནའི། ཤེས་ཀྱི་མེད་དང་ད་ཇི་ངན་ཅིག་དང་ང་དེ་ཚོ་ད་ཧ་ལས་པའི་སྡུག་ཅག་རེད་བསམ་གྱི་འདུག། ད་ཁ་ཅིག་གིས་ཡང། རྒྱ་བ་རུམ་ཆེན་ཞེས་རྦད་དེ།

རྒྱ་གར་དཔོན་རིགས་ཁག་ལ་མཇལ་འཕྲད་གནང་འགྲེལ་བཤད་གནང། དག་ནང་བཞིན་བོད་དོན་སྐོར་འགྲེལ་བཤད་གནང། དག་ནང་བཞིན་ད་ཕྱི་རྒྱལ་ལ་ཆིབས་བསྒྱུར་གནང་ནས་ད་བོད་དོན་སྐོར་འགྲེལ་བཤད་གནང། མི་འདྲ་མི་འདྲ་མང་པོ་མཇལ་འཕྲད་གནང་འགྲེལ་བཤད་གནང། ཨ་ནི་མི་གཙོ་བོ་ཕྱི་རྒྱལ་ཕྱི་རྒྱལ་ལ་ད་ཕྱི་ག་སོ་རེད་ད་སྐུ་མདུན་ཐོག་ལ་ཡ། ད་ཞུ་གོ། ཧ་ལས་པའི་དགའ་མོས་ཆེན་པོ་དང་མོས་པ་ཆེན་པོ་ཞུ་ཡ་དེ་སྐུ་མདུན་གྱི་དགོངས་བཞེད་ཟབ་པོ་ག་རེ་ཡོད་པ་དེ་ཕྱི་རྒྱལ་དུ་ཡང་དོ་སྣང་ཆེན་པོ་ཞུས་འདུག་ལ་རེ་ལ་རེ། ལམ་སང་ཚོར།
ལ་རེ། ཨ་འདིའི་སྒང་ལ་སྐུ་མདུན་ཐུགས་རེ་དང་དང་དགོངས་པ་རྒྱ་ཆེན་པོ་དང་ཟབ་པོ་ཡོད་དུ་སོང། ཅིག་རྩ་ཆེན་པོ་ག་འདྲས་ཡིན་མ་ཧ་གོ། ལ་རེ་ལ་རེ། ཨ་ནི་དེ་འདྲའི་རྒྱུད་ནི་སྟབས་མང་པོ་ཞིག་བྱིས་པ་གཅིག་ད་ག་སོ་ལ་རྒྱབ་སྐྱོར་སོར་བྱུང་ནས་ཨ་ནི་བོད་དོན་ཐོག་ལ་ཡ་ད་འདྲ་ཡིན་ནས་ད་ང་ཚོ་བཙན་བྱོལ་ནང་ནས་དངོས་གནས་རྒྱབ་སྐྱོར་དེ་འདྲ་ཡག་པོ་ཡོད་པ་ད་ད་འདྲ་ཡིན་ནས་ཅིག་མི་གཞུང་འབྲེལ་ཁག་གི་དེ་བ་གི་ཅིག་བོད་པའི་ཐོག་ལ་ཡ་འཁུར་རོགས་བྱས་ཅིག་རྒྱབ་སྐྱོར་རོགས་བྱས་ཅིག་བྱས་ཟེར་འདྲ་ད་དཔེ་དཀོན་པོ་རེད་གསུངས་འདུག་ཨ་ནི་མང་པོ་ལ་དཔལ་འབྱོར་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་ནས་སྒྲིག་འཛུགས་ཡག་པོ་མེད་པ་བྱས་ནས། བསྟན་ཡག་ཁ་སྐད་མེད་བསྟན་འགྲོ་མང་པོ་འདུག་བ། ལ་རེད་ལ་བཙན་བྱོལ་རེད།
འཛམ་གླིང་ནང་ལ་ཡག་ས་ཡག་མང་པོ་འདུག་དེ་ཁྱོན་ནས། ད་ང་ཚོ་དེ་འདྲའི་ཆ་ནས་ད་ང་ཚོ་དངོས་གནས་དྲ་གནས་སྤེལ་ཡག་པོ་རེད་བྱ། ལོང་ལོང་ལོང།
དེ་བརྩན་ས་ང་ཚོས་གཟབ་གཟབ་བྱས། ཨ་ནི། ད་སྤྱི་པའི་བསམ་བློ་དང་ཡང་དེ་དཔེ་གལ་ཆེམ་འདུག་བ། ལ་རེད། སྤྱི་པའི་བསམ་བློ་དང་ཡང་གཅིག་བྱས་ཨ་ནི་ང་ཚོ་ཆོས་ལུགས་དང་ཆོལ་ཁའི་དཔའ་རུག་གི། རྙོག་གྲ་དེ། ག་ཚོད་རེད་ཐེན་རྒྱན་ཟེར་ནས་མི་འདུག་ཕྱོགས་ལྷུང་རུ་བྱོ་རུ་བ། ལ་རེད་ལ་རེད། དེ་ངས་མང་པོ། ང་རེད་དེ་སྒེར་གྱི་ངོ་ཤེས་མ་དེ་འདྲའི་ནང་སྐད་བཤད་དུས་མང་པོ་མཐོང་གི་འདུག་བ། དེ་ཚོ་ད། ད་དཔེ། ག་ཚོད་རེད། གནོད་སྐྱོན་དཔེ་ཆེན་པོ་འདུག་བསམ་གྱི་འདུག། ད་དེ་ཚོའི་བསམ་བློ་བཏང་ཡག་དངོས་གནས་བྱས་ན། ད་ལྟ་ང་ཚོའི་གནས་སྟངས་ཀྱི་ཆ་ནས་བསམ་བློ་བཏང་ཡག་ད་རྩ་བ་ཉིད་ནས་མ་རེད་བསམ་གྱི་འདུག། ད་ད་ལྟ་བོད་སྤྱི་པའི་དོན་དག་བོད་མི་སྤྱི་པའི་དོན་དག་ང་ཚོ་རྒྱལ་ཁབ་སྤྱི་པའི་དོན་དག་ལ་ཡང་ད་ག་རེ་ཕན་པ་འདུག་ག་རེ་ཡག་གི་འདུག།

ཟླ་གཅིག་འཛམ་གླིང་ས་ཆ་སྒང་ས་ལ་ཨ་ནི་ཀུན་འདུས་ཀྱི་གོ་དོན་འདུ་ཞེས་གྲ་སྒྲིག་བྱས་ཡ་དང་མཛད་སྒོ་འཚོགས་ཡ་དང་དེ་འདྲའི་མང་པོ་ཅིག་བང་བསྒྲིགས་ཡོད་རེད་ཡིན་པས་ནས་ང་ཚོས་ཀྱིས་ལྟ་བསམ་བཏང་དུས་གནད་འགག་ཆེ་ཤོས་དེ་གོ་དོན་ཕྱི་ལོགས་ནས་སྲུང་བརྩི་བྱེད་པ་ལས་སེམས་ནང་ལོགས་ལས་སོ་སོ་སྒེར་གྱི་ངོས་ནས་གོ་དོན་དེ་ག་འདྲས་སྲུང་བརྩི་བྱེད་དགོས་རེད་ཟེར་ཏེ་གནད་འགག་ཅིག་མཐོང་གི་འདུག་དེའི་ཐོག་ལ་སྐུ་ངོས་ཀྱིས་དགོངས་ཚུལ་ག་རེ་གསུངས་ན། དེ་ཐམས་ཅད་ངས་ཞུས་མི་ནང་བཞིན་ར་བཞི་ཚང་གི་འདུག་ང་རེ་དངོས་གནས་དེ་རེད་ཤག་དེ་འདྲས་ད་མཛད་སྒོ་ད་བརྟན་བཞུགས་ད་དེ་འདྲས། དེ་ཚོ་ཚང་མ་ལས་གལ་ཆེ། སྐུ་མདུན་གྱི་བཀའ་སློབ་གནང་བ་དེ་ད་ལག་ལེན་བསྟར་ཡག་ཆོག་རེད་པ། ད་དེ་དཔེ་མི་སྲིད་ཆོས་ཕྱོགས་ཡིན་ནའི་ད་སྲིད་དོན་ཡིན་ནའི་ད། བཀའ་སློབ་ད་གྲངས་མེད་གནང་ཡོད་རེད་པ། དེ་ཚོ་ལྷག་བསམ་རྣམ་དག་ལག་ལེན་བསྟར་ཡག་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ང་ཚོས་མང་ཆེ་གེ་བྱེད་ཐུབ་རོགས་བྱས་ན། ལ་རེད། ཨ་ནི་དངོས་ནས།
ཅི་ག་ཚོད་རེད་གནས་སྐབས་རིང་ག་ཚོད་རེད་ད་ང་རེ་ཡང་སྒེར་གྱི་བསམ་ཚུལ་ལྟར་བོད་དོན་དེ་ཅིག་ལམ་སང་དེ་སེལ་ཐུབ་ཀྱི་རེད་བསམ་གྱི་ད་མི་འདུག་དེ་ལྷག་པར་དུ་དེ་འདྲ་ཡིན་དུས་ཨ་རིས་རྒྱུན་རིང་པོའི་ཆ་ནས་ད་སྐུ་མདུན་གྱི་དགོངས་བཞེས་དང་བཀའ་སློབ་གནང་བ་དེ་དངོས་གནས་དྲན་ནས་ཡིད་ཆེས་བྱས་ནས་ལག་ལེན་བསྟར་ཡ་དེ་དཔེ་གལ་ཆེན་པོ་དང་ལོ། ལོ་སོ། ལོ་སོ་ཨ་ནི་སྐུ་ངོས་ད་རིང་ང་ཚོར་དུས་ཚོད་བསྟུན་གནང་ཆེད་བཀའ་མོལ་ལྷུག་པོ་གསུངས་དེ་ག་ནི་བསོ་ཨ་ཤྲཱམ་གྱི་དེ་སྔའི་ལོ་རྒྱུས་མང་པོ་ཞིག་གསུངས་གནང་བ་དེ་སྙིང་ཐག་པ་ནས་ཐོ་ཆེན་ན་བཞུགས་ཡོང། ཐོ་ཆེན་ན་དེ་སྔའི་གོ་སྐབས་གཅིག་བྱས་ཏེ་ཡའོ་ཆང